རྗེ་དགེ་ལགས་སྙོམས་པའི་བཅོམ་ལྡན་འདས་མཚན་ཙམ་ཐོས་པས་ངན་འགྲོའི་སྡུག་བསྔལ་སྲིད་དུག་གསུམ་ནད་སྲིད་སངས་རྒྱས་སྨན་གྱི་ལྷ་བིནྡུ་ར་ཡི་འོད་ལ་ཕྱག་འཚལ་ལོ། ཇི་སྲིད་ནམ་མཁར་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག། རྒྱ་ཆེའི་གཟིགས་པ་པོ་ཡོངས་ལ་གུས་པ་སྨན་པ་ལྟར་རང་ངོས་ནས་འཚམས་འདྲིའི་སྐུ་ཁམས་བཟང་ཞུ་ཡ་ཡིན། ཨ་ནི་དེ་རིང། ཟླ་ལྔ་སང། ཟླ་དུས་འདྲ་གཅིག་གཉིས་ཀྱི་གོང་ནས་ཞུས་པ་ནང་བཞིན་རེད་དེ་ནས་མ་དེ་འདྲ་ང་ཚོ། གཅིག་ང་རང་ཚོ་གི། ཆབ་སང་ཆེ་བ། དྲི་ཆེན་བཏང་ས་གི་གནས་ལ། དཀའ་ངལ་མི་འདྲ་ཁ་ཤས་བྱུང་སྡད་གི་བ་རེད་ཁ་སང་སྔོན་ལ་གུས་པས་ཨ་ནི།

དེ་ནི་དེ་བྱེད་ཀྱི་འདུག། འཚེར་སྣང་གནང་གི་འདུག། རྩ་བ་ནས་གནང་རྒྱུ་ཡང་མ་རེད། ད་ཅིག་སྨན་པ་ཞོའུ་མཁས་པ་དེ་འདྲ་ཡིན་ན་མ་གཏོགས། རྩ་བཏང་ནས། དེ་ནི་ཁྱེད་རང་ལ་ཞང་འབྲུམ་ཡོད་པ། ད་ལྟ་འཛམ་བུ་གླིང་སྒང་ལ་ཡོད་པའི་ང་རང་ཚོ་བོད་པའི་སྨན་པ་བརྒྱ་ཆ་བརྒྱ་ནས་བརྒྱ་ཆ་བཅུ་གིས་མཁྱེན་རྒྱུ་ཡོད་མེད་དེ་ངས་ཞུ་གཟིགས་མི་ཐིག། ང་ལྟ་བུ་ཡིན་ན་རྩ་བཏང་ནས་ངས་ཁྱེད་རང་ལ་ཞང་འབྲུམ་ཡོད་པ་དེ་ཕལ་ཆེར་ཕལ་ཆེར་བཏང་ཐུབ་ཀྱི་མེད།

ཨེ་ནི། བརྟགས་ནས་མ་མཐོང་ང་འོ་འདིའི་རིགས་འདི་ཡས་ཨེ་ནི་དྲི་བའི་ཐོག་ནས་ཨེ་ནི་ཞེས་གསུངས་ཡོད་གལ་ཆེན་པོ་ཤོད་གསུངས་ཡོད་རེད་འདི་གཅིག་ང་ཚོས་མཁྱེན་དགོས་ཀྱི་ཡོད་རེད་བ། འོ་དེ་རེད། དེ་ནས་བཟུང་ན་རྣམ་པ་ཚོས་གལ་ཆེ་ཤོས་དེ་ཨེ་ནི་སྨན་པ་ལ་ཁ་གསངས་ནས་གསུངས་དགོས་ཡ་དེ་གལ་ཆེན་པོ་རེད་ངོ་ཚ་བ་ཡིན་ན་ཨེ་ནི་སོ་སོའི་མེ་ཚེ།

ཁྲག་རྩ། ཁྲག་རྩ་འདི་ཚོ་ལ་གཉན་ཁ་ཟེར་ནི་རེད་ཁྲག་རྩ་འདི་ཚོ་ལ་དཀའ་ངལ་འཕྲད་ཨེ་ནི་འདི་མ་དཀའ་ངལ་འཕྲད་གི་ཡོག་རེད་འདི་འདྲི་ཤེས་རྒྱག་གི་འདུག་ཡིན་ཤས་ཆེ་རྒྱ་ཆེ་རྒྱ་ནས་རྒྱ་མ་རེད་ཞུ་ཐུབ་གི་མ་རེད་རྒྱ་ཆེ་ལྔ་བཅུ་ཚོད་ལྟ་བ་རང་ཆགས་གི་ཡོག་རེད་རེད་བ། ད་ང་རང་ཚོ་བོད་ཀྱི་གསོ་བ་རིག་པའི་གཞུང་ལུགས་ནང་ལོག་ནས་འདི་ལ་ག་རེ་གསུང་དགོས་རེད་ཟེར་ན Pipes ལ་ཡ་འདི་ཞང་འབྲུམ་ཟེར་ཡ་འདི་ཞང། དཀར་ནག་གཉིས་ཀྱི་ཞང་ཨ་ལོང་ཁ་ནས་སོར་བཞིའི་ས་ཆ་ཞང་དཀར་པོ་དང་སོར་བཞིའི་ས་ཆ་དེ་ཞང་ནག་པོ་ཟེར་བ་དེ་གཉིས་ཀྱི་བར་ལ་སྦྲུམ་ལབ་པ་ཡིན་ན་འབུར་རྡོ་ལབ་བར་འབུར་རྡོ། ད་འདི་ལ། ཙག་གི་རྐྱེན་ཁྲག་ཙག་གི་རྐྱེན་བྱས་ནས་འབུར་རྡོ་དོན་ཟེར་གྱི་རེད།

ད་རྒྱུ་རྐྱེན་དེ་ག་རེ་གསུང་གི་ཡོད་རེད་རྣམ་པ་ཚོ་ཡག་པོ་སེང་ཨ། རྒྱུ་རྐྱེན་ཁྲུས་གྲང་བཤང་ལམ་སྤྱི་བུས་བཙན། ཁྲུས་གྲང་པ། ད་བཤང་དེ་ང་ཚོ་ད་དེ་སྔ་བོད་ལ་ཡིན་ན་ཞེ་དྲག་འཁྲུག་གི་ཡོད་མ་རེད་ནི་མདོག་གི་བྱེད་གི་རེད་པ། འོ་འདི་འདྲའི་གི་མནན་པ་ཤུགས་ཆེན་པོ་མནན་དྲག་པ་ད། ཡང་མིན་ན་ད་ཕྱི་རྒྱལ་ཁག་ལ་ཡིན་པ་ཡིན་ན་བཀྲུ་ཡག་མེད་པ་ལ་བཀྲུས་དྲག་པ། རྣེམ་དྲག་པ་འདི་འདྲའི་མང་པོ་བྱས་པའི་དབང་གིས་ད་ཚར་གཅིག་གཉིས་གཟིགས་པ་མ་གཏག་འདི་འདྲའི་ལྟ་སྟེ་ཚད་ལས་བརྒལ་བ་བྱས་པའི་རྐྱེན་གྱིས། ཨེ་ནི། ཞང་གི། ཁྲག་རྩ་ཆུང་ཆུང་འདི་ཚོ་དང་རླུང་ཁྲག་གི་རྒྱུ་བ་ལ་དཀའ་ངལ་འཕྲད་ནས་ཨེ་ནི་ཞང་གི་ནང་ལོགས་ལ་ཚ་གྲང་མ་སྙོམས་པའི་ཐོག་ནས་འབུར་རྡོ་ཐོན་པ་ཡོང་གི་རེད་དེ་གཅིག་ཤེས་དགོས་བ་རེད། ཤང་ལམ་གཅེར་བུས་བཙན་ད། ཤང་ལམ། ཤང་ལམ་གྱི་ང་ཚོ་ཆབ་སྲང་བཏང་ས་གི་ལམ་ཁག་འདི་ལ། ཨེ་ནི། ཀ་བི་ཀ་རུ་ཡང་སྤྱིར་བོད་ཅིག་ང་ཚོ། འབྲོག་པ་དེ་འདྲའི་བླུགས་པ། ད་ག་ནང་བཞིན་ད་ཅིག། བཤང་ལམ་བཏང་སའི་ལམ་བུ་ལ། ཨེ་ནི་དངོས་པོ་གཞན་གྱི་མང་པོ་བླུགས་པའི་དབང་གིས། བཤང་ཁྲོམ་ཡོང་གི་རེད་ཅིག་གསུངས་ཀྱི་ཡོད་རེད།

དེ་འདྲའི་གི་རྐྱེན་ཅིག་ཡོད་རེད། ད་ལྟ་ཅིག་འདི་ག་རེ་བྲེལ་བ་ཆགས་དགོས་རེད་ཟེར་ན། ང་ཚོ། ཁ་ལག་དེ་ཉི་མ་གཅིག་ལ་ཐེངས་གསུམ་བཞི་ཟ་དགོས་རེད་བ། ཉི་མ་གཉིས་མ་ལ་ཐེངས་རེ་རེ་ཆབ་སྲན་ཆབ་སྲང་ཆེ་བ་བཏང་དགོས་དགོས་རེད། ང་ཚོ་ཆུ་གཏོང་བ་ནང་བཞིན་ཉི་མ་ལ་ཆུ་ཉུང་བཅིང་པ་ཉིན་མོ་ལ་བེད་སྤྱད་མི་ཚང་མས་ཉུང་མཐར་ལ་བཅིང་པ་ཐེངས་མ་བཞི་ལྔ་བཏང་གི་ཡོད་རེད། འདི་ནང་བཞིན་གྱི། ཐེངས་མ་བཞི་ལྔ་ཆབ་བཅིང་པ་བཏང་ན་ནང་བཞིན་གྱི་བཙོག་པ་དེ་ཐེངས་མ་བཞི་ལྔ་བཏང། མ་ཐུབ་པ་ཡིན་ནས་ཐེངས་གཅིག་ཡིན་གཅིག་མིན་གཅིག་བཏང་བར་ཉི་མ་གཅིག་ལ། འོ་བཙོག་པ་དེ་ང་ཚོའི་སོག་མ་རྒན་བཞང་ལམ་ལ་ཨེ་འདི་ཅིག་དམིགས་བསལ་གྱི་ཚོར་སྣང་མ་ཆུད་ནས་གསང་སྤྱོད་རྣམས་ལ་འགྲོ་ཨེ་འདི་ལྷོད་ལྷོད་ཀྱིས་འདས་ད་བཙོག་པ་བབས་ཡོང་གི་རེད། ང་ཚོ་ལ་སོ་སོ་ཚོར་སྣང་མ་བསླེས་བར་དུ་སྒུག་བསྡད་པ་ཡིན་ན་འདི་གི་རྐྱེན་ཕྱིར་དེ་རིང་བཙོག་པ་བསླེ་ཡག་གི་ཚོར་སྣང་མ་བསླེས་གསང་སྙིང་མ་བསླེས་གནང་སྙིང་མ་བསླེས་ཨེ་འདི་བཙོག་པའི་ཁ་དེ་ལ་བཙོག་པ་ཚང་མ་འཚང་ཁ་རྒྱབ་བསྡད་ཀྱི་རེད།

དེ་འདྲ་བྱུང་ཙང་དེ་འདྲ་བའི་ཐོར་སེལ་རླུང་དེ་འཁྲུགས་ཡོང་དུས་ཙང་ནི་ཨེ་ནི་མ་རྒན་ལ་དཀའ་ངལ་འཕྲད་གོ་འདི་སོང་ཙང་ཨེ་ནི་འབུར་རྡོ་ཐོན་ཡག་དང། ཁྲག་རྩ་ལ་དཀའ་ངལ་འཕྲད་ཡག་དང་ཤར་ལ་དཀའ་ངལ་འཕྲད་ཡག་འདི་ཚང་མ་རྐྱེན་འདི་བྱེད་ཀྱི་བར་དེ་འདྲ་སོང་ཙང་རྒྱུ་རྐྱེན་དེ་འདི་འདྲས་བྱེད་བར་ད་འདི་དང་མཉམ་དུ་ཨེ་ནི། རྒྱུན་དུ་འདི་འདྲས་བསྡད་ཡག་རེད་རིགས་མང་པོ་བྱེད་ངན་གཅིག་དང་ཨེ་ནི། བྱ་ཤ་མང་པོ་བཟའ་ངན། ངང་ལག་མང་པོ་བཟའ་ངན། ཆུ་མང་པོ་མ་བཏུང་ངན། ཤ་རིགས་མང་པོ་བཟའ་ངན།

སྐབས་འགར་བཙོག་པ་བཏང་དུས་རྟའི་རྩེ་ཟུག་ཀྱང་ཡོད་རྣམ་པ་ཡོང་གི་རེད། སྐབས་འགར་ལ་ཆབ་གསང་བཏང་སའི་ཉེ་འཁོར་ལ་བཞག་ལ། ཨེན་སོ་སོ་གི་ཚོར་སྣང་ལ་བཙོག་པ་བཏང་དུས་ཚ་ཡང་དང་ཟུག་ཀྱང་ཡང་དེ་འདྲའི་ཡོང་གི་རེད། འདི་ད་ཞང་སྒྲོམ་གྱི་སྔོན་བཏང་དང་པོ་དུ་ཆགས་དགོས་རེད། རེད་བ། ད་ཞང་སྒྲོམ་སྔོན་བཏང་གཉིས་པ་དུ་ཆགས་དུས་ད་ནི་ཨེ་ནི་ག་རེ་ཡོང་གི་རེད། ད་ཞང་སྒྲོམ་གྱི་རྟ་དེ་ཞང་གི་སྒྲོམ་པ་དུ་སྡོད་ཡོང་དུས་ད་ནི་བཙོག་པ་དྲག་པོ་བབས་དུས་དཀའ་ངལ་ཆེ་ཡོང་བར་བཙོག་པ་སླ་པོའི་རིགས་ལ་ཞོ་དཀའ་ངལ་འཕྲད་གི་མ་རེད། བཙོག་པ་དྲག་པོ་བབས་ངེས་འདི་ལ་ཨེ་ནི་ཞང་ཀྲུང་གིས་སྔོན་བརྟག་དེ་གསལ་པོ་ཞུ་བས་སྲིད་ཁྲག་དོན་གྱི་འདུག་ན། བཙོག་པ་མ་ཞང་ན་ནས་མ་ཏུ་ཟོན་དུས་ད་ནི་བཙོག་པ་དྲག་པོ་ཡོད་པ་ཡིན་ན། ཨེ་ནི་ཞང་གིས་འབུར་རྡོ་དེ་རྡོལ་ནས་འབུར་རྡོ་གི་རྩེ་དེ་བཀོག་ནས་ཞྭ་མོ་དེ་བཀོག་ནས་ཨེ་ནི་བཙོག་པ་མཉམ་དུ་ཁྲག་འདྲེས་པ་ཡིན་པ་རེད། འོ་འདི་ཞང་ཀྲུང། རྒྱ་ཆ་རྒྱ་ནས་རྒྱ་རེད་ད།

རེད་བ། འདི་གཅིག་ཡིན་གཅིག་མིན་གཅིག་ཐུགས་ལ་བཞག་ད་ཁྲག་དེ་མང་པོ་དོན་དུས་ད་ནི། ཁྲག་དེ་དོན་ནི་ཐེངས་མང་པོ་དེ་ཆགས་སོང་ན་ཟོག་པོའི་གཟུངས་ཤུར་དགོས་བ་རེད་གཟུངས་ཤུར་དུས་ད་ནི་ཨེ་ནི་གཞང་འབྲུམ་དེ་ཉེན་ཁ་ཆེན་པོ་ཡོད། དགྲ་ལྟར་སྲོག་འཕྲོག་གསུངས་ཡོད་རེད། དགྲ་གིས་ང་ཚོའི་སྲོག་འཕྲོག་པ་ཡོང་གི་ཡོད་པ་ནང་བཞིན་གཞང་འབྲུམ་དེ་གས་ཨེ་ནི་ཁྱེད་རང་གི་སྲོག་དེ་འཕྲོག་གི་རེད་དེ་འདྲ་སོང་ཙང་གཞང་འབྲུམ་གྱི་གནས་ལ་བྱ་ར་འགྲིམས་གསུངས་གི་ཡོད་རེད་བ། ལྷོད་གཡེང་མ་གཏང་གསུངས་གི་ཡོད་རེད། དེ་གཅིག་ཆགས་ཡོད་རེད་ད་སྨན་བཅོས། ཞང་ཀྲུང་གི་མངོན་རྟགས་ད་ལྟ་གོང་ལ་བཤད་པ་དེ་ཡོང་དུས་ད་ནས་ཨེ་ནི་ག་རེ་བྱེད་དགོས་རེད་བྱང་ཤར་འཛེམ་དགོས་རེད་སི་པན་འཛེམ་དགོས་རེད་ངང་ལག་འཛེམ་དགོས་རེད་གདན་སྐྲག་སྐྲག་སྒང་ལ་བསྡད་ཡག་མང་པོ་འཛེམ་དགོས་སྦག་སྦག་དང་མོ་ཏྲ་དེ་ཚོ་ནང་ལ་ནམ་རྒྱུན་ནང་བཞིན་གཏང་རྒྱུ་ཡོང་ནམ་རྒྱུན་ཆོས་ཚོད་གཉིས་གསུམ་གཏང་འོས་ན་ཆོས་ཚོད་གཅིག་དེ་གཏང། ཨེ་ནི། ཆབ། ཟོག་པོ་ལ་ཆུ་མང་པོ་བཏུང་བ། བརླན་བཤེར་གྱི་ཆབ། ཤིང་ཏོག་གི་ཁོ། ཆུ། ཨེ་ནི། རབ་སྲུང་རབ་ལ་ཆུ་ན་ད་ར། བདུན་ཕྲག་གཅིག་ལ་ད་ར་ཐེངས་གཉིས་བཏུང། ད་ར་ལགས་སུ་ན་ལ་སིའི་ལག་པ། འོ་དེ་ད་ར་ཐེངས་ད་ར། དངོས་གནས་ཀྱི་ད་ར་བཏུང་བར་ད་ད་ར་རྫུན་མ་བཏུང་ཡོང་མ་རེད། རེད་པ། འོ་དེ། འདི་གཏོང་ཐུབ་ཡིན་ན་ཨེ་ནི་དེ་ཚོ། སོ་སོས་སོ་སོ་ལ་སྨན་བཅོས་བྱེད་ཀྱི་ཡོད་རེད།

འདི་ཚོ་ཚང་མ་ངའི་ཉམས་མྱོང་གི་སྒང་ནས་ཞུས་འདོད་ཀྱི་ཡོད། འདི་ཅིག་ཆ་དེ་ཡོད་རེད། འདི་ཚོ་ནི་ཧང་སངས་ནད་པ་ཆེན་པོ་རེད། ཨེ་ནི་སྨན་ག་རེ་བཏང་བ་རེད་ཟེར་བ། ད་སྨན་དེ་གཞང་འབྲུམ་ཤུག་དུག་ཅང་ཡོད་པ་དང་དེ་ཚོ་གནས་བབ་ལ་བལྟ་དགོས་ཀྱི་བ་རེད། སྤྱི་བཏང་གི་སྨན་སྤྱི་ཡོངས་ཀྱི་བཏང་ཡིན་ན་གཞང་འབྲུམ་ན་ཚ་ཡོད་པ་ཡིན་ན་ཞོགས་པས་དེ་ཚོ་བཞི་རུ་བཏང། ཉིན་གུང་དེ་ཚོ་བྱི་ཐང་བདུན་པ་སྒང་ལ་ཁྱུ་ལྔ་བཏང།

ཨེ་ནི་ད་ལྟ་ཁ་སང་གུས་པས་བཤད་པ་ནང་བཞིན་ཧྥི་སི་ཏོ་ལ། ད་ག་ནང་བཞིན་གྱི་ཨེ་ནི། ཁང་སང་ད་ལྟ་ཨིན་ཇི་གི་ཅིག། ང་ཚོ་ཞང་ཀྲུམ་དང་ཚན་པར་སྡོད། ཨེ་ནི་ཞང་ཀྲུམ་དང་ཞང་ལུགས། ཞང་ཀྲུམ་དང། ཧྥི་ཤ་སི། ཞང་ཀྲུམ་དང། ཨེ་ནི་ཞང་ཁ་རལ་བ། ཨེ་ནི་ཞང་ཀྲུམ་དང་ཞང་གི་ཁ་ལ།

འདི་གནའ་སྔ་མོ་ནས་དུས་རབས་བདུན་པ་བརྒྱད་པའི་ནང་ལོགས་ནས་བོད་ཀྱི་གསོ་བ་རིག་པའི་གཞུང་ལུགས་ནང་ལོགས་ལ་གཏན་འབེབས་གནང་ཡོད་རེད་ད་དེ་འདྲ་བའི་ང་ཚོ་ལ་ཆ་རྐྱེན་སྙིང་རྗེ་བོ་ཡིན་མདོག་ཁ་བོ་གཅིག་མིག་ལ་མཛེས་བོ་དེ་འདྲའི་བཟོ་ཐུབ་ཀྱི་མེད་པ་དེ་ཚོང་ཙང་ཨེ་ནི་ང་རང་ཚོ་སྨན་པ་འགས་མ་བྱས་ཨེ་ནི་རྒྱུན་འཁྱོངས་དེ་མ་བྱུང་སྤྱི་ཚོགས་འགས་དེ་ལ་ཞེ་དྲག་གི་ཁུར་མ་ཁྱེར་དེ་འདྲའི་དབང་གིས་ཁོ་ཉམས་པ་ཅི་རེད་གཞན་དེ་འདྲ་བའི་རིག་པ་འདི་གཅིག་པ་གཅིག་རྒྱག་རིག་པ། ཨི་ཁུང་ཞིག་བཏང་གི་རེད། དེ་འདྲའི་སྟངས་ཀྱི་དེའི་རྩེད་དེ་ལ་ཨི་ཧུང་ཡོད་རེད་ཁོ་མ་བཏང་ཨེ་ནི་མ་འདིའི་ནང་ལོགས་ནས་མ་གིའི་རྩེད་དེ་ལ་ཁོ་ཞག་གཉིས་ཁ་དེ་ལ་ཨི་འདུག་ཟེར་ནས་རེ་བྱེད་ཀྱི་རེད་ཨེ་ནི་ཁོ་ཡང་ཐེངས་སོ་ན་འདིའི་ནང་ལོགས་འཛུལ་ཡོང་གི་རེད་འོ་དེ་འདྲའི་རེད་དེ་ཡོད་རེད་དེ་འདྲ་སོང་ཙང་རྣམ་པ་ཚོས་ཞང་ཀྲུམ་ཟེར་ཡ་དེ་ད་རེས་གུས་པས་དེ་ནས་ཞུས་ཡོད་རྣམ་པ་ཚོས་ཡིན་གཅིག་མིན་གཅིག་མཁྱེན་པ་ན་རོགས་ན་ཨེ་ནི་འདི་གང་མང་མང་ཅིག་རྒྱུད་སྐུལ་ན་རོགས་ན་རང་ད་ལྟ་ཞང་ཀྲུག་དཀའ་ངལ་ཡོད་ངེས་མིང་མང་པོ་ཞུ་བྱོས་རེད་ཞང་ཀྲུམ་ཞང་ཀྲུམ་ཟེར་ན་པཱ་ཨེ་ལིས་ལབ་གི་རེད་རེད་བ་འོ་དེ་འདྲའི་ཅིག་ཞུ་འདོད་བྱུང་སོང་དེ་ནི་རྣམ་པ་ཚོ་ཡང། དཀའ་ངལ་དང་དེ་འདྲའི་དོགས་འདྲི་ཡོད་པ་ཡིན་ན་འདི་ནང་ལོར་མཆན་བསྐྱོན་ཤོག་ཨ་ནི་ཡང་ཇེ་མང་མཇལ་ཡོང།